རྒྱ་མི་ཡི་རྒྱུག་ཁྱི་བོད་སྟོད་རྒྱུད་དང་འཇམ་དབྱངས་བསྟན་འཛིན་བཅས་ཀྱི་སྤྱི་བདག་ཕྱོགས་ནས་ཁྲིམས་དང་སྒྲིག་གཞི་བཅའ་ཁྲིམས་ནང་ལུགས་ནས་གུས་པ་མེད་པ་གཅིག་བེད་སྤྱོད་བཏང་ནས་ཁོ་རང་གཉིས་ཀ་གི་རྒྱ་མིའི་ཚབ་ཏུ་ལས་ཀ་ནས་རང་བཙན་ཚོགས་འདུ་ལ་འགྲོ་མཁན་གྱི་སྤྱི་འཐུས་དེ་ཚོས་མ་དཔེ་གི་ཡིན་ཟེར་ནས་གླེང་གི་བོད་ཀྱི་རེད། ཁོ་རང་གཉིས་ཀ་རྒྱ་མིའི་རྒྱུག་ཁྱི་ཡིན་པ་དེ་ཁོ་རང་གཉིས་ཀྱི་ཁ་ཤོར་ནས་ཁོ་རང་གཉིས་ཀྱི་ལོ་གཉིས་མ་སྐད་ཆ་བཤད་རྒྱུ་རེད།

བཅའ་ཁྲིམས་ནང་ལུགས་ཀྱི་མེད་པ་ཡིན་ན་དེ་ནི་ཁྱེད་རང་ལ་མ་དཔེ་ཡག་གི་ཐོབ་ཐང་ཡོད་མ་ཐག་བཅའ་ཁྲིམས་ནང་ལུགས་ཀྱི་མེད་པ་དེ་ཁོ་རང་གིས་ཁས་ལེན་བྱ་གི་འདུག་བཅའ་ཁྲིམས་ནང་ལུགས་ཀྱི་མེད་པ་ཡིན་ན་མ་དཔེ་ཡག་གི་ཐོབ་ཐང་ཡོད་མ་རེད། སྤུས་བ་ཡིན་ན་སྒེར་གཅོད་པ་ཆགས་བསྡད་ཡོད་རེད། ཁྱེད་རང་ཚོའི་མི་ཡིས་ཁོ་རང་སྲན་ཞོ་བོད་མིའི་སྒྲིག་འཛུགས་དེ་མང་གཙོའི་ལམ་ལ་འགྲོ་མི་ཅི་ཡ་དར་བ་ཡིན་པ་དེ་གསལ་བོ་གསལ་རྐྱང་ཡིན་པ། དེ་ཁྱེད་རང་གི་རོགས་པ་དེ་བོད་དོ་རྒྱལ་གི།

བོད་ནང་ལོགས་ལ་སང་ཞོགས་དུ་ཕྱི་ལོགས་ལ་སང་ཞོགས་དུ་ནི་བརྒྱ་ཆ། དྲུག་ཅུ་དང་ཚ། དྲུག་གི། ཨ་ནི་མ་མི་ཐག་གཅོད་བྱས་ནས་གཏན་ལ་ཕེབས་པའི་དབུ་མའི་ལམ་སྲིད་ཇུས་ཆགས་ཐུབ་པ་དེ་སྤྱི་འཐུས་གྲོས་ཚོགས་ཀྱི་དེ་འདྲའི་གཏང་ཡང་སྲིད་ན་སྤྱི་འཐུས་གྲོས་ཚོགས་ནོར་བ་རེད། ཨ་ནི་ང་ཚོ་གི་བཅའ་ཁྲིམས་ཀྱིས་ང་ཚོ་བོད་མི་ཚང་མ་གི་སྨྲ་བརྗོད་རང་དབང་དང་འདུལ་མཚུངས་རང་དབང་སྲུང་སྐྱོབ་བྱེད་དགོས། ར་ཨ་དེ་འདྲས་མ་སྲུང་ཙང་ང་སྤྱི་འཐུས་དུ་སུ་ལ་སྨྲ་བརྗོད་རང་དབང་དང་ཨ་ནི་འདུལ་མཚུངས་རང་དབང་དེ་ཡོད་རེད་ཡོད་མ་རེད་ཁོང་ཚོ་དེ་བེད་སྤྱོད་བྱས་ན་འགྲིག་རང་ངོ་ནས་བཤད་ན།

རྩ་དོན་གཅིག་དང་མི་རིགས་གཅིག་གི་འཐབ་རྩོད་ལ་ཡར་རྒྱུན་རྒྱུན་དུ་ནས་ལྷག་བསམ་དང། ཤ་ཞེན་ཡོད་ངེས་ཀྱིས་ཚུགས་བཅར་བ། ཆོལ་གསུམ་སྤུན་ཟླ་ཡོངས་ལ་ཡར་ཐོག་མ་ཆགས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཞུ་རོགས་བྱེད། ང་ཚོ་ད་རིང་འདིའི་ཐོག་ལ་བཀའ་མོལ་ཞུ་ཡ་དེ་གོ་སྒྲིག་ཚོགས་ཆུང་གི་གྱོད་གཞིར་གཏན་འབེབས་ཀྱི་ཐོག་ལ་ཤོག་བུ་འབུལ་བ་རེད། དེ་བརྒྱུད་དེ་ང་ཚོའི་གི་གཏན་འབེབས་ནང་ལོགས་ལ་ཡར།

ཡིད་དུ་འོང་བ་རེ་རེ་ང་རང་གི་བློ་ལ་གང་འཆར་བ་དེ་ཞོར་འབྱུང་བར་བྱེད། དང་པོ་དེའི་རྩ་ཡི་རྣམ་པ་ཚུལ་གྱི་མཁྱེན་གསལ་རེད། ང་རང་ཚོ་མི་རིགས་གཅིག་གི་མཐོ་ཚད་དང་འབྲེལ་བའི་ཐོག་ནས་མཐོ་རླུང་གཅིག་པ་ཚུལ་གྱི་དམིགས་ཡུལ་སྤུང་ས་དེ་བོད་མི་རིགས་ཀྱི་བདེ་སྡུག་དང་འབྲེལ་བ་ཆགས་ཐུབ་ཀྱི་ཡོད་རེད་དེ་ཆོས་དེ་ང་རང་ཚོ་གི་བོད་ཅེས་པ་དེ་ལོ་བཅུ་སྟོང་ཉིས་སྟོང་གི་ལོ་རྒྱུས་རང་བཞིན་ལྡན་པའི་ཞིང་དུ་བབ་ཡུལ་གྱི་རྒྱལ་ཁབ་ཅིག་ཡིན་པ་དང་རང་བཙན་གཙང་མིན་རྒྱལ་ཁབ་ཅིག་ཡིན་པ་དེ་ང་ཚོ་བོད་མི་ཡིན་ཕྱིན་ཆད་དུ་ཡང་སེམས་ལ་དང་ཆ་དགོས་ཀྱི་ཡོད་པ་དང་ལྷག་པར་དུ་ཡང་སྤྱི་སྡོམ་དགོས་ཆ་ཞུ་ཆོད་ཞེ་དགུ་ནས་དགྲ་བོ་རྒྱ་དམར་གཞུང་གིས་ངན་སེམས་བཅངས་ནས་བོད་ཀྱི་གདོད་མའི་ཁུལ་དང་དེ་ནས་ཁམས་དེ་ནས་ཡང་རྨ་ཆུ་ནག་པོ་ལོན་ནས་ཡང་བོད་ཆོལ་ཁ་གསུམ་དུ་བཙན་བཟུང་བྱས་པའི་ཐོག་ནས་རང་གི་རྩ་ཡི་བླ་མ་དང་བཅས་པ་དེ་ནི་མི་རོ་རྒན་པ་ཁྲི་ཚོ་ལོ་མ་གཅིག་བཙོན་འཇུའི་ལུང་པ་ལས་ཡང་ཅོ་ཅོ་ཡོང་དགོས་ཀྱི་གནས་སྟངས་ག་རེ་ཆགས་པ་རེད་ཟེར་ཏེ་ང་ཚོ་བོད་མི་ཡོངས་རྫོགས་བཙུགས་པ་སེམས་ཁམས་ནང་ལུགས་ལ་དྲི་ཐག་དེ་དགོས་ཀྱི་འདུག་དེ་བྱེད་མཁན་ཁོ་ལ་ཡང་དར་གྱི་ང་རང་ཚོ་ཡིན་པ་ཡིན་ན་ཡང། རང་བཙན་གྱི་ཐོ་རྩོད་བྱེད་ཡག་གི། ལོ་རྒྱུས་ཀྱི་ཐོག་ནས་ཐོ་རྩོད་བྱེད་བྱེད་དགོས་ཡོད་རེད་ལ། བདེན་པ་གྱི་ཐོག་ནས་ཐོ་རྩོད་བྱེད་བྱེད་དགོས་ཡོད། ལོ་རྒྱུས་ཀྱི་ཐོག་ལ་བྱེད་དུས་གང་ལྟར་དམངས་གཙོའི་ནག་པོ་བར་དོ་ཡང་ང་རང་ཚ་རང་བཙན་གཙང་མ་ཡིན་པ་དང་དམངས་གཙོའི་ནག་པོ་ལོ་ལས་རྒྱ་ནག་གཞུང་གིས་བཙན་བཟུང་བྱས་པ་དེ་ང་ཚོས་ཡོང་ནས་ཡོང་ནས་དྲན་གསོ་བཏང་དགོས་ཀྱི་ཡོད་པ་དང། རྒྱ་ནག་གཞུང་གིས་བོད་ནང་ལོ་ལས་ཡ་བཙན་བཟུང་བྱས་ནས་ད་ལྟ་བར་དོ་ཡ་སྤྱི་སྟོང་དགུ་བརྒྱ་དྲུག་ཅུ་བདུན་ཅུ་ནས་ལོ་རྒྱུས་ཀྱི་ཁུངས་བདུན་ཡོད་པའི་ནང་ལོ་ལས་ཡ་མི་ས་ཡ་གི་འདས་གྲོངས་འགྲོ་ཡ་དེ་མི་རིགས་འདི་གི་བདེ་སྡུག་གི་ཆེད་དུ་བོད་རང་བཙན་ཟེར་ཡ་གི་ཚིག་གཉིས་པོ་དེ་གི་དོན་དག་ལས་ཡ། གཅིག། ནང་མོ་སྤུན་མཆེད་ལོས་གཏོང་དགོས་ཡ། བསམ་པ་པོ་ཕྲུག་ལོས་གཏོང་དགོས་ཡ། དེ་འདྲའི་སྐད་ཅིག་བུ་ཚའི་མི་ལ་ཐུག་ནས་སྨྲ་ཐུབ་པའི་རྒྱུ་རིན་དེ་ལས་ཀྱིས་བལྟས་པ་ཡིན་ན་ང་ཚོའི་བཙོན་བྱོལ་ནང་ལོག་མི་ཡ། རྐང་བྱང་ལག་བྱང་བསྡད་ཡ་བཅས་དང་དེ་ལས་སྤྲོས་ནས་ནང་ཁུལ་ལ་སྨྲ་རྒྱག་པའི་དུས་ཚོད་དེ་ཆགས་ཀྱི་ཡོད་མ་རེད། དེ་བྱེད་དུས་ག་ལ་ཡ། བལ་ནང་ལོག་ལེ་ཡ། ང་རང་ག་བ་ཤོར་ནས་འདིར་བཞུགས་ཀྱི་ཡོད་བལ་ནང་ལོག་ལེ་ཡ། ད་ལྟ་རྒྱ་ནག་གཞུང་གིས་རང་དབང་འདྲ་པ་དེ་ག་ཚད་ཟིག་བྱོས་ཀྱི་ཡོད་རེད། གཞིས་བཞུགས་བོད་མི་ཚོ་ལ་འདོད་པ་ཁེངས་པ་ཅིག་ཡོད་རེད་པས་ཡོད་མ་རེད།

ང་ཚོ་ལ་རང་དབང་མི་འདུག་རིག་གཞུང་བདག་པོ་འཇོག་བཅུག་གི་མི་འདུག་སྐད་དང་ཡི་གེ་བདག་པོ་འཇོག་བཅུག་གི་མི་འདུག་ང་ཚོ་ལ་འགྲོ་འཆག་ཉལ་འདུག་གི་རང་དབང་མི་འདུག་ཟེར་དེ་གི་ཐུགས་ནི་སྐྱེན་པའི་གཞས་ནི་སྐུ་གཟུགས་ཆོས་མིན་པའི་མི་མེད་བརྒྱ་དང་ལྔ་བཅུ་ང་བདུན་བདུན་གི་བའི་ནང་ལོགས་ལ་ཡར། རང་དབང་གཏིང་འདྲི་ཙམ་མེད་པ་དེ་དེ་གི་ཆེན་པོ་འདུག་ཟེར་དེ་ཡིན་དུས་ཁ་ལ་ང་ཚོའི་བལ་གི་གནས་སྟངས་དེ་དེ་ལས་སྤྲོས་ནས་རྗེས་པར་ཞུ་མ་དགོས་པའི་ཐོག་ནས་མི་བརྒྱ་དང་ལྔ་བཅུ་ང་བདུན་དེ་སྐུ་གཟུགས་ཆོས་མིན་ཕི་ཡ་དེ་གང་གི་ཆེད་དུ་ཕི་ཡོད་རེད་ཁོ་རང་ཚོ། དེ་འབྲེལ་གྱི་སྐབས་ལས་འཚོ་བ་ག་འདྲའི་ཟེར་དུ་ཡོང་རྒྱུ་བ་རེད་འོ་དེ་ང་ཚོ་དགའ་འབོད་ཀྱི་དྲན་པ་བྱེད་ཐུབ་པ་ཡིན་ན་ཨ་ནི་བོད་ཀྱི་ད་ལྟའི་གནས་སྟངས་དེ་ག་འདྲས་ཡོད་མེད་དེ་ར་སྤྲོད་ཐུབ་ཀྱི་རེད་ཟེར་ཏེ་གནས་སྟངས་དང་པོ་དེ་འདི་གཉིས་པ་དེ་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྱུར་འགྲོས་དེ་རེད་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྱུར་འགྲོས་དེ་ད་ལྟ་ཆགས་འདུག་ཡང་འཛམ་བུ་གླིང་གི་མི་མང་གི་རང་དབང་དམངས་གཙོའི་ཤེལ་སྒོ་གཡོག་ར་དེ་མཐའ་མ་ཟིན་པའི་སྐབས་ལ་ཆབ་སྲིད་པ་མང་ཆེ་བ་དེ་དངུལ་དང་ཁེ་ཕན་གྱིས་ཉོ་འགྲོ་གི་ཡོད་རེད།

དེའི་ཆེད་དུ་རྒྱ་ནག་གཞུང་གིས་འཛམ་བུ་གླིང་གི་ནོར་ལུག་ལ་དཔལ་འབྱོར་གྱི་སྟོབས་ཤུགས་མངོན་ནས་རྒྱལ་ཁབ་ཆུང་བ་མོ་མོ་གཅིག་དེ་ཡང་རྒྱུ་གཅིག་ལམ་གཅིག་གི་ཐོག་ནས་མཐའ་མ་ལས་སྒོ་སྤེལ་ནས་ད་ད་ལྟའི་ཆ་ལས་ཡང། རྒྱལ་ཁབ་ཆུང་བ་མོ་མོ་གཅིག་དཔལ་འབྱོར་གྱི་ཁེ་ཕན་གྱི་ཐོག་ནས་འགྲོ་བ་མིའི་གི་ཐོག་ཐང་དང་དམངས་འཚོ་གི་ཞི་ར་ས་གནས་བཏང་གི་ཡོད། དེ་འདྲའི་གི་འགྲོ་བའི་སྐབས་འདི་ལ་ཡང་ང་རང་ཚོ་ལ་སྟབས་ལེགས་པ་གཅིག་ཉིས་སྟོང་ཉི་ཤུ་གི་ལོ་མཇུག་ནས།

དུས་ཚོད་གང་འདྲ་གི་ཐོག་ནས་ནད་པ་གཅིག་ལས་གཅིག་གི་སྟེང་ནས་འཛམ་བུ་གླིང་ནང་ལུགས་ལ་ང་ཚོས་ཞུ་གཏུག་ག་འདྲ་ཟེར་ནས་བྱས་ན། འཛམ་བུ་གླིང་གི་ཆབ་སྲིད་ཀྱི་ནོར་ལུག་ལ་རྒྱ་ནག་གཞུང་འདི་ཡ་རེ་བ་མེད་པ་ཡིད་ཆེས་མེད་པ་རྒྱ་ནག་གཞུང་འདི་དཔོན་རྒྱུད་ཁོ་ན་གི་ཆེད་ཟེར་གྲངས་ངེས་ཀྱིས་དེ་འཕྲལ་གྱི་ཤེས་ལྡན་མཁས་པའི་སྐོར་དེ་ལ་ང་རང་ཚོས་ཡང་གོ་སྐོར་ལེན་པའི་ཐོག་ནས་ལས་འགོ་ག་འདྲས་ཟེར་ནས་སྤེལ་ཀ་བདེན་པ་ག་འདྲས་ཟེར་ནས་བཤད་ཀ་དེ་འཛམ་བུ་གླིང་གི་ཆབ་སྲིད་ཀྱི་གོ་སྐོར་དང་འབྲེལ་བའི་ཐོག་ནས་ང་རང་ཚོས་ཀྱི་ཁོར་ཡུག་དུ་ཀྲུང་གོ་གི་ཡོད་རེད་མ་གཏོགས་ད་ལྟ་ཡང་སྤྱི་ལོ་སྔོན་གྱི་དྲུག་ཅུའི་བདུན་ཅུའི་རྒྱ་ཆོད་ཀྱི་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྱུར་འགྲོས་ནང་བཞིན་གྱི་ང་ཚོ་བསྡད་འདུག་པ་ཡིན་ན་ཧ་ཅང་གི་ཞེ་ཞེ་སྙང་བཟུང་ཟེར་ཡ་དེ་དང། དཔལ་ལྡན་བདེན་མཐའ་སེལ་ཡ་དེ་ཁ་བོ་ཞེ་དྲག་ཆགས་ཡོད་རེད་དེ་བྱེད་དུས་ང་རང་ཚོ་གངྒཱ། མི་རིགས་ལ་ཡང་ཤ་ཞེན་དང། ཐོབ་རུ་བྱེད་པའི་འདུ་ཤེས་ཀྱི་ཐོག་ནས་མ་འོངས་པ་ལས་ང་ཚོ་འཛམ་བུ་གླིང་གི་ནང་ལོགས་ལ་ཡང་སུད་སིའི་ནན་པ་ལ་བབས་པའི་ལས་འགུལ་ག་འདྲ་ཞིག་ལ་སྤེལ་སྐབས། སུད་སིའི་དུས་ཚད་བཏང་མ་ཐུབ་པ་ཡིན་ན་དུས་ཚད་བཏང་མཁན་ཚོ་ལ་ཡང་དངོས་ཤུགས་བརྒྱུད་གསུམ་ནས་ང་ཚོས་རྒྱལ་སྤྱི་ག་འདྲ་བཟོ་ནས་ཞུ་དགའ་དེ་དགོངས་པ་བཞེས་དགོས་ཀྱི་འདུག་ཟེར་འཛམ་བུ་གླིང་གི་ཆོས་སྲིད་འགྱུར་འགྲོས་དང་འཐད་པའི་དོན་སྙིང་བསྡུས་ཞུ་ཡ་དེ་ཡིན།